ངས་ཡག་པོ་ལྟ་ཤེས་ཀྱི་མེད་དེ། ཆོས་ལུགས་ཁ་ཤས་ཀྱིས་ང་ཚོས་ལྟ་སྐྱེ་བ་འདི་གསར་བར་གྲུབ། རེད་བ། ཤེས་པ་འདི་གསར་བར་གྲུབ། ཡིན་ནས་ཤི་ཚར་བའི་རྗེས་ལ་ཤེས་པ་འདི་དེ་དེ་ངེས། དེ་འདྲས་ཤེས་ཀྱི་ཡོད་བསོད་རབས་ཞིག་འདུག་ཨ། ཡིན་ནས་དེའི་སྐད་ཆའི་ཤེས་ནི། ད་ཡག་ན་མེད་ན་སྡུག་བསྔལ་གྱི་དཔེ་འདི་མྱོང། ཡག་ན་མེད་ན་ད་འདི་གྱིས་མྱོང་གཅིག་མ་མྱོང། འདི་སྐད་ཆ་རེད་མ་གཏོགས། ཤི་ཚར་བའི་རྗེས་ལ་མི་ལ་སྐྱེ། དུད་འགྲོ་ལ་སྐྱེ་དེ་འདྲས་སྐད་ཆ་ཤེས་ཀྱི་མེད་བསོད་རབས་ཞིག་འདུག་ཨ། ད་ད་ལྟ་ནང་པའི་གི་སྐད་ཆ་བཤད་འོང་དུས་ཙཱ་ནི་ད་སྐྱེ་བ་སྔ་ཕྱི་ལ་དུས་ཙཱ་ནི་འོ་དེ་འདྲི་ཅི་ནི་ད་འགྲོ་བ་རིགས་དྲུག་གི་སྐད་ཆ་བཤད་ཡོད་བ་རེད་ད་ང་ཚོ་མིག་མཐོང་ཡ་ཡོད་དེ་བ་དེ་ད་མི་དང་དུད་འགྲོ་དང་ད་ལྟས་ལྟས་མཐོང་ཡ་ཡོད་པའི་བཟོ་འདྲ་པོ་ཞིག་ད་ཡི་དྭགས་བཟོ་འདྲ་པོ་དང་གང་བྱེད་ད་འོ་དེ་གི་དེ་ནི་ད་མི་ཤི་ཤི་ལ་ཨ་ནི་དུད་འགྲོ་ལ་སྐྱེ་ཡ་ཡོད་དེ་ངས་དུད་འགྲོ་ཤི་ནི་མི་ལ་སྐྱེ་ཡ་ཡོད་དེ་ངས་དེ་ནས་ཤི་ནི་ཡི་དྭགས་ལ་སྐྱེ་ཡ་ཡོད་དེ་ངས་ཡི་དྭགས་ཤི་ནི་མི་ལ་སྐྱེ་ཡ་ཡོད་དེ་ངས་འོ་དུ་ཅི་ནི་ཀོ་ར་འཁོར་དེ་ཧེ་ཅི། འོ་དེ་ལས་ད་སྐྱེ་བ་སྔ་ཕྱི་འདྲ་བར་སྐྱེ་བ་སྔ་མ་དང་དེ་ནས་ཡང་དེ་ནས་ཕྱི་མར་འགྲོ། ད་འདི་ཡི་སྐད་ཆ་བཤད་དགོས་དུས་ངེད་ལ། ཨ་ནི། ང་ཚོའི་གི་ད་གཟུགས་པོའི་གི་རྣམ་གཞག་ཅིག་ཨ་ནི་གཟུགས་པོ་འདི་ལ་བརྟེན་ཏེ་པའི་ད་ཤེས་པ་ཟིན་པའི་ཏེ་ལོག་ཅིག། ད་འདི་བྱེད་དུས་ཨ་ནི་གཟུགས་པོ་དེ་གི་དེ་གཟུགས་པོའི་རྫས་འདི་ཕ་མ་ནས་ཡོང་བསྡད་པ་བྱས། ཨ་ནི་ད་ག་ལ་ནས་ཡོང་བསྡད་དགོས་བ་རེད་ཨ་ནི། ཤེས་པ་ཀྱི་རྫས་དེ་སྐྱེ་བ་སྔ་མ་བཞིན་དག་ཅིག་ནས་སེམས་ཅན་བཞིན་དག་ཅིག་ཤི་ནས་ཨ་ནི་ད་ལྟ་ཡོང་བསྡད་པ། འདི་སྐད་ཅེས་དེ་ཤེས་དགོས་བ་རེད། ཇི་ཙམ་ད་གནས་སྐབས་ཀྱི་རིང་ག་གཟུགས་པོ་དང་སེམས་དེ་དྲིལ་བ་བྱས་ནས་དེ་ནས་ཐ་མ་གཟུགས་པོ་དང་སེམས་དྲིལ་བ་ཆད་ཚར་བའི་རྗེས་ལ་ཨ་ནི་དབུགས་ཆ་ཚང་ཆད་ཚར་བའི་རྗེས་ལ་ཨ་ནི་ཤེས་པ་དེ་མུ་མཐུད་ནས་ཡང་སྐྱོ་ཨ་ནི་སྐྱེ་བ་ལེན་འགྲོ་ཡ། སྐད་ཅེས་དེ་ད་སྐྱེ་བ་སྔ་ཕྱིའི་ལས་དུས་དུག་སེལ་སྐད་ཅེས་ཤེས་དགོས་བ་རེད་བ། དེ་བྱེད་དུས་ས་ནས་ད་ལབ་སྟངས་བྱས་ནས་ལབ་པ་ཡིན་ན། ང་ཚོ་དེ་ནམ་རྒྱུན་ལབ་དུས་ད་ང་ཚོ་དེ་འདྲ་ལབ་ཀྱི་རོགས་མགོ་ན་གི་འདུག་ལག་པ་ན་གི་འདུག་སྐད་ཆ་འདི་བཤད་དགོས་བ་རེད་དེ། ད་དེ་ན་ཚ་འདི་མྱོང་མཁན་འདི། ན་མཁན་ངོ་མ་འདི་ཤེས་པ་འདི་རེད་ན་ཚ་འདི་མྱོང་མཁན་འདི། ལག་པ་ལ་བརྟེན་ནས་མྱོང་ཡས་འདི་ཤེས་པ་འདི་མྱོང་བ་རེད། གལ་སྲིད་ཤེས་པ་འདི་མེད་པ་ཡིན་ན་ཨ་ནི་ལག་པ་འདི་བཏུབ་པ་ཡིན་ནས་ན་ཡས་ཡོད་མ་རེད། བྱས་ཙང་ད་ང་ཚོས་ཀྱི་ན་གི་འདུག་སྐྱིད་པོ་འདུག་ལ་ནི་མྱོང་མཁན་ནི་ངོ་མ་དེ་ཨ་ནི་ཤེས་པ་དེ་རེད་ཤགས། ད་འདི་ནང་བཞིན་ཨ་ནི་ཕ་གི་ལས་ཀ་ཡག་ག་བྱས་སྡུག་ག་བྱས་ལས་ཀ་བྱས་དེ་དུས་ས་ནས་ད་བཟང་པོ་བྱས་སྡུག་ཅག་བྱས་ཟེར་ཡས་དེ་དངོས་སུ་ལག་པས་ཡིག་བྱེད་དགོས་བ་རེད་ལག་པས་བཤུས་དགོས་བ་རེད་ལག་པས་བྱམས་པོ་བྱེད་དགོས་བ་རེད་དེ་ནང་བཞིན་ཁ་ནས་སྐད་ཆ་སྡུག་ཅག་བཤད་དགོས་བ་རེད་ཁ་ནས་སྐད་ཆ་བཟང་པོ་བཤད་དགོས་བ་རེད་ཡིན་ནས་འདི་ཚང་མ་ཀུན་སློང་བྱས་དེ་ངས་འདི་ནང་གི་ཤེས་པ་དེ་རེད་ཤགས། བྱས་ཙང་ད་བྱ་བ་འདྲ་མི་འདྲ་བྱས་དེ་ངས་བདེ་སྡུག་མྱོང་དེ་ངས་དེ་ཤེས་པ་དེ་བྱས། དེ་འདྲིས་ཀྱི་ཤེས་པ་དེ་ད་གནས་སྐབས་ང་ཚོས་ད་སྡུག་ལོག་བྱེད་པོ་ལོག་ནས་བསོད་བསྒྲུབ་པ་བྱེད། སྡུག་ལོག་བྱེད་པོ་ལོག་ནས་ཨ་ནི་ཕ་གིར་གཞན་དག་ཅིག་དགོན་པའི་བསོད་བསྒྲུབ་པ་བྱེད་གཟུགས་པོ་དེ་བྱེད་པོ་ལོག་བྱས། ཨ་ནི་གཟུགས་པོ་གཞན་དག་ཅིག་ལ་ཡང་རྫུས་འགྲོ་ཡས་བྱས། ད་རྫུས་ལབ་ནས་འགྲིག་གི་རོགས་ད་གཟུགས་པོ་དེ་ས་བོན་དེ་ལ་ཕར་རྫུས་དེ་ནས་ཡང་གཟུགས་པོ་གཞན་དག་ཆགས་འགྲོ་ཡས། འོ་ད་སྐྱེ་བ་སྔ་ཕྱི་ལ་དུས་དེ་འདྲའི་འགྲིག་ཅིག་ལབ་ཀྱི་འདུག་ཨ་ངས་ལབ། བྱས་ཙང་ད་དེ་འདྲི་ཡི་རྣམ་བཞག་འདི་དངོས་གནས་རེད་མ་རེད་སེམས་ལྟ་ཞིབ་འཇུག་བྱས་ཡ་ཞིག་རེད་ད། འདི་བྱེད་དུས་ད་སྐྱེ་བ་སྔ་ཕྱི། ངས་ལ་ད་སྐྱེ་བ་སྔ་ཕྱི་དེ་འདྲི་ཡོད་མ་རེད་ཤི་ཚེ་བའི་ཕྱི་ལ་ཡང་ཁྱོད་སྐྱེ་བ་ལེན་ཡ་ཞིག་ཡོད་མ་རེད་ལས་ཀ་ཡིན་ན་འདྲ། འདི་དངོས་མང་གི་ད་ང་ཚོས་ཀྱི་ཤེས་པ་དེ་ཡོང་ས་དེ་ཕ་མ་མ་ཡིན་པའི་ད་བྲོ་བ་ཞིང་དག་ཅིག་ནས་ཡོང་རྒྱུ་རྣམ་བཞག་འདི་འགྲིག་གི་མི་འདུག། འདི་འདྲི་གི་ད་མེད་པའི་ཕྱོགས་ལ་རྒྱུ་མཚན་དེ་འདྲི་གསུང་ཡ་ཡོད་ན་གསུང་རོགས་བྱེད། ང་ཚོས་ལྟ་ཤེས་ཀྱིས་ཤེས་ཀྱི་ཁྲོད་ནས་མཉམ་དང་མཉམ་དུ་སྤྱི་བྱང་བཀྲི་དགོས་རུང། མེད་པའི་ཕྱོགས་དག་གི་སི་དོགས་པ་ཡོད་པ་ཡིན་ན་སོ་སོའི་གི་རྒྱུ་མཚན་དེ་འདྲི་ཤུ་ངེས་ཡོད་ན། ཡང་ན་མིས་བཙལ་ནས་བགོ་བཤའ་རྒྱུ་དེ་འདྲི་ཡོད་ན། མེད་པའི་ཕྱོགས་དག་རྒྱུ་མཚན་ག་རེ་འདུག་ད་འདི་གསུང་ན། ཡང་ངས་ལམ་སང་ལན་བརྒྱ་ཐུག་གི་ཡོད་དེ་འདྲི་ལེགས་ཀྱི་མེད་ད་ང་ཚོས་བགྲོ་གླེང་བྱེད་ཡ་རུང་ཞིབ་འཇུག་བྱེད་ཡ་ཡིན་དུས་མེད་པའི་ཕྱོགས་དག་རྒྱུ་མཚན་ག་རེ་འདུག་ཡང་ང་ཚོས་ཀྱི་འདི་ལ་བགྲོ་གླེང་བྱེད་ཡོད་པའི་ཕྱོགས་དག་རྒྱུ་མཚན་ག་རེ་བཤད་ཡ་འདུག་ཡང་ང་ཚོས་བགྲོ་གླེང་བྱེད་དེ་འདྲི་བྱེད་ན།

དྲི་བ་འདི་སླེབས་པ་ཡིན་ན་དེ་ནི་ཚོའི་ལོ་ཁ་ཅིག་ཆགས་འགྲོ་རེད། ད་རིགས་གཅིག་གིས་སྐྱེ་བ་སྔ་མ་ཡོད་ན་དྲན་དགོས་པ་རེད། ང་ཚོས་དྲན་གྱི་མི་འདུག་ཨང་ཟེར། དེ་ལས་ན་ད་སྐྱེ་བ་སྔ་ཕྱི་མེད་པའི་རྒྱུ་མཚན་ལ་དྲན་གྱི་མི་འདུག་ཨང་ཟེར་ཏེ་བཀོད་འགྲོ་རུང། ད་འདི་བྱེད་དུས་ཙང་ནས། ཨ་ནི་སྐྱེ་བ་དྲན་གྱི་མི་འདུག་ཨ་བྱས་ཙང་ཨ་ནི་སྐྱེ་བ་སྔ་མ་ཡོད་མ་རེད། དེ་ལབ་ན་ལབ་ཐུབ་ཀི་རེད་དེ་འདྲི་ཕྱིན་ཐག་གཅོད་བྱེད་ཐུབ་ཀི་རེད། དེ་ཐག་གཅོད་བྱེད་ཐུབ་ཡ་ཡོད་མ་རེད། མེད་པ་ག་རེ་རེད་ཟེར་ན། ཨ་ནི། ང་ཚོའི་དྲན་པ་དཀར་སེར་དྲན་པ་དེ་བྱས་ནས་སླེབས་པ་བརྡབ་སྐྱོན་དང་དེ་འདྲའི་དབང་གིས་དེ་སྔོན་གྱི་ད། དེ་མ་བརྡབ་སྔོན་གྱི་དེ་ཚང་མ་དྲན་པ་བྱས་འགྲོ་ངེས་དེ་ནི་ཡོང་བསྡད་ཡོད་དོ། དེ་འདྲའི་ད་དཔེར་ན་ང་ཚོའི་གོམ་པ་རང་ལ་བྱུང་བ་རེད། ཀྱི་ཤེས་ལ་ཆགས་པ་ཡག་པོ་ཞེ་དྲག་ཡོད། ད་ད་བ་ཡི་མ་རེད་ག་རེ་རེ་བྱས་ཡིན་ན་དེ་ན་ཚ་དྲི་ག་རེ་བྱས་ཡིན་ན་ཉི་མ་གཅིག་གི་འགྲོ་དུས་སུ་འགྲོ་དེ། དབུ་དེ་མ་དེ་འདྲིའི་ཕྱོགས་ལ་འདུག་མ་འདུག་བྱས་ནས་ག་བྱེད་སྙུང་བྱས་འདི་བྱས་དེ་བྱས། དེ་ནས་ཆ་ཚང་བྱས་ཚར། དཔེ་གཞི་ཆ་མང་བྱས་ཚར། ཨ་ནི་གི་ཕྲུག་དེ་ཚོའི་སླད་ཡོང་དུས་རྩ་ནས་གི་ཕྲུག་མང་པོ་ཡོད་རེད་ཆ་དཔེ་ཡག་པོ་ཡོད་རེད། གི་ཕྲུག་དེ་ཚོའི་སླད་ཡོང་དུས། ཁྱོད་གཅིག་ཡིན་སྐོ། ཁྱོད་གཅིག་ཡིན་ཟེར་མ་ཐུབ་མིང་ཁྱོད་གཉིས་སྟོན་ཐུབ་མི་འདུག་ཟིག་ད། ད་གང་བྱེད། ད་དེ་ལ་དུས་ཨ་ནི་དེ་སྔོན་ལ་ཁོ་ཤེས་པ་ཡོད་མ་རེད་ཟིག་ད། ཁོད་ཀྱི་ཤེས་པའི་ཀྱི་གྱུན་ལ་བོར་བ་དག་གྱུན་ཡོད་མ་རེད། ཏི་ལབ་ཐུ་ཡང་ཡོད་མ་རེད། མ་དྲན་པ་རྒྱུ་མཚན་གྱིས་མེད་པར་གྲུབ་ཐུ་བའི་ཀྱུན་ནི་མེད་རེད་ད། ཡང་འདི་ནང་བཞིན་གཅིག་གི་ང་ཡིན་ན། ལོ་དྲུག་གི་སྔོན་ལ་ཁྱོད་དྲན་གི་མི་འདུག་ད། ལོ་དྲུག་ནས་ནི་ངས་བཤད་པ་གསར་པ་ཞིག་ནི་སླེབས་རེད་ཟེར་ལོ་ཡང་ག་ལེ་ཧ་བོར་བ་དང། ལོ་དྲུག་གི་དེ་དྲན་གི་འདུག་བལྟས་ཚེ་དེ་ཡིན་ས་རེད། ལོ་དྲུག་གི་སྐབས་ལ་གྲོང་གསེབ་ནས་མར་སླེབས། རྒྱ་གར་ལ་སླེབས་བྱས་དུས་ད་གནས་ཚུལ་གསར་པ་མང་པོ་ཞིག་མཐོང་བར་བ། གནས་ཚུལ་གསར་བ་མང་པོ་ཞིག་མཐོང་ཡོད་ཙང་དེའི་བག་ཆགས་དེ་དེར་ཤུགས་ཆེན་པོ་བཞག་ཡོད་འགྱུར་བ་དེ་མ་གཏོགས་ལོ་དྲུག་སྔོན་ལ་རྩ་བ་ཉིད་ནས་དྲན་གྱི་མི་འདུག་ད་ཡང་ངས་གོང་མ་ཨ་ཅག་བརྗོད་ཡོད་ཨ་ཅག་ལོ་གཅིག་སྐབས་ཀྱི་གནས་ཚུལ་དྲན་གྱི་འདུག་ཟེར་གྱི་འདུག་ག་རེད་ཟེར་ན། ཨ་ཅག་ལོ་གཅིག་གྲོ་བ་མ་གྲོལ་ནས་ང་སྐྱེས་ཚར་རེད། བྱས་ཙང་ང་སྐྱེས་ང་ཨ་མ་ཡི་པང་ཁ་ལ་ཡོད་དུས་ཁོ་རང་ཆུང་འགྱུར་བ་ཨ་ནི། ང་མ་བཞག་ཁོ་རང་ཡར་སྡོད་ཀྱི་ཡིན་ཟེར་གྱི་ལབ་པ་དྲན་གྱི་འདུག་བྱས་ཙང་ཁ་ཤས་དེ་འདྲའི་ད་ལོ་གཅིག་སྔོན་ལ་དེ་འདྲའི་དྲན་ཐེངས་ཡོང་བསྡད་ཡོད་དོ། བྱས་ན་ད་གང་བྱས་དེ་ཀྱིས་མ་དྲན་པའི་རྒྱུ་མཚན་གྱིས་མེད་ལ་ཨེ་དེ་ད་ལ་ཐུག་པ་མ་རེད། ད་འོ་ན་མ་དྲན་པའི་རྒྱུ་མཚན་ག་རེ་རེད་ཟེར་ན་དེ་ངས་གསལ་པོ་བཤད་ཡ་མེད། ད་དེ་ག་རེ་ཟེར་བ་རེད་ཕྱོགས་གཅིག་ནས་དེ་རེད་ཕྱོགས་གཅིག་ནས་ཨ་ནི་དྲན་གྱི་མི་འདུག་ཨ་ལ་ཨེ་དེ་ད་ང་ད་དྲན་གྱི་མི་འདུག་སྐད་ཆ་དེ་རེད་མ་གཏོགས་སྤྱིར་བཏང་ཡང་དྲན་མཁན་མང་པོ་ཡོང་བསྡད་ཡོད་རེད། དེ་ལ་དུས་དྲན་མཁན་དུས་ཚོད་ཀྱིས་མང་ཆེ་དེ་ད་གློ་བུར་དུ་ཤི་ཡེངས་འདྲ་པོ་དང། ལོ་ཞུན་ཞུན་ཤིང་ངན་འདྲ་བོ་དང་མང་ཆེ་སྟེ་འདི་འདྲས་དྲན་དུ་ཡོད་དོ། དེ་བྱེད་དུས་འདི་ལ། གར་སོགས་སྐྱབས་མགོན་རིན་པོ་ཆེ་ཡིས་གསུང་ཆོས་བྱེད་ལ་གསུངས་ཡོད་སྲོལ་ཡོད། གར་སོགས་དྲན་པ་འདི་སྲབ་པོ་ཡོད་པའི་ཁ་ཐུག་ལ། ཨ་ནི་ཤི་བ་ཡིན་ན། སྐྱེ་བ་བྱེ་མ་དྲན་ཡས་དེ་ལས་སླ་བ་ཡོང་གི་མེད་འགྲོ། ད་གིན་གོ་ཆ་ནས་རྒྱུན་རིང་པོ་ནས་ཀྱི་སྣར་ནས་ཤི་ཡལ་དང། ཨ་ནི་གིན་གོ་མ་ཆ་ནས་ད་རྒྱུན་རིང་པོ་ན་ཨ་ནི་ཤུགས་ཆུང་རུ་ཆུང་རུ་ཆུང་དུ་བྱེད་དུས་ད་དྲན་པ་དེ་སྟོབས་མ་ག་ལི་ཉམས་བྱས་ཨ་ནི་ཤི་ནས་ཤི་ནས་ཨ་ནི་སྐྱེ་བ་ཆེན་མོ་ཕོ་འགྲོ་དུས་ཚེ་ནས་ཨ་ནི་དྲན་ཡས་དེ་ག་ལེ་ཁ་ཁ་བྱེད། ཨོ་དེ་འདྲི་མེད་འགྲོ། དེ་འདྲི་གསུངས་མོ་འདུག་ག་རེ་ཟེར་ན་སྐྱེ་བ་སྔ་མ་དྲན་དེ་མང་ཆེ་དེ་ཁྱད་པར་དུ་ཡོད་ཡོད་ས་མ་རེད། གཅིག་ནི་གློ་བུར་དུ་ངོ་སྦྱོར་དང་རྐྱེན་བྱུང་ནས་གྲོང་བརྡལ་འདྲ་བོ་དང་ཆུ་ནང་ལ་གྲོང་བརྡལ་འདྲ་བོ་དང་ལོ་གཞོན་ཤིང་སྐམ་ནས་གྲོང་བརྡལ་ར་དེ་འདྲས་རེད་ཞག་དྲན་དེ་ངས་ལོས་ན་ལོ་རྒྱུས་དབུས་སུ་ཡོད་དེ་ངས་འདི་ནང་ལོག་ལ་ཨ་ནི་བྱས་ད་རྒྱུ་མཚན་དེ་འདྲས་སོང་ཨེ་དོན་ད་ད་ད་འདི་ག་སི་གུ་རེད་དངོས་སུ་ང་ཚོ་ག་སི་གུ་རེད་ད་གི་ལ་བ་ནང་བཞིན་གཅིག་གི་ཁེ་དབང་གི་བགྲོ་གླེང་ནང་བཞིན་སྐད་ཆ་མེད་པ་བྱས་བསམ་བློའི་རང་གི་ཐོག་ནས་ཡང་ད་ད།

དབང་ལྡན་རིགས་གསུམ་ག་རེ་རེད་ཟེར་ན་ད་དང་པོ་དེ་ང་ཚོ་མང་ཆེ་ད་དེ་ཧ་གོ་གོ་རེད། ཤོད་ནས་ད་སྐྱེ་བ་སྔ་ཕྱི་ཡོད་སྲིད་དེ་ཡོད་པ་ཞིག་ཡོད་ཤག་ཤག་བྱས་ནས་བཤད་དུས་སོ་སོའི་ཞིབ་འཇུག་ཁྱོན་ནས་མེད་ནས་ཡོད་ཤག་ཤག་བྱས་དེ་ངས་རྒྱུ་མཚན་ཁྱོན་ནས་མ་མཐོང་གོང་ནས་དེ་ཨེ་ནི་ཆོས་ཀྱི་རྨོངས་དད་རེད་ཤག། དེ་ནས་གཉིས་པ་དེ་ག་རེ་རེད་ཤག་ཟེར་དུས། ཚན་རིག་པ་ཁ་ཤས་ཅིག་གིས་སྐྱེ་བ་སྔ་ཕྱི་མེད། ད་གང་ཅིའི་ཚན་རིག་གི་ཐོག་ནས་སྐྱེ་བ་སྔ་ཕྱི་འགྲེལ་བཤད་རྒྱག་གི་མེད་པ་དང། ཚན་རིག་པ་ཁ་ཤས་ཅིག་གིས་སྐྱེ་བ་སྔ་ཕྱི་མེད་པའི་ཕྱོགས་ལ་བཤད་ཀྱི་ཡོད་པ་དང་དེ་འདྲའི་ཅིག་ལ་རྨོངས་དད་བྱས་ནས་སོ་སོའི་རྒྱུ་མཚན་གང་ཡང་མ་མཐོང་བཞིན་དུ། མེད་ཤག་ཤག་བྱེད་ཀྱི་འདུག་དེ་ཚན་རིག་རྨོངས་དད་ཟེར་གྱི་ཡོད། ཆོས་རྨོངས་དད་བྱས་ཚན་རིག་རྨོངས་དད་བྱས། ད་དེའི་གཏད་ས་གྲགས་རེད་ད་ད་གི་འདི་འདྲ་བོ་འདྲ་བར། ད་གསུམ་པ་དེ་ག་རེ་རེད་ཟེར་ན། སོ་སོ་ལ་རྨོངས་དད་རེད་ཤག་ཟེར་ཡོད་ད་དེ་དེ་ནང་གི་སྐད་ཆ་དེ་ཡོད་པ་རེད་སྐད་ཆ་དེ། སོ་སོ་ལ་རྨོངས་དད་ཟེར་ཡས་ག་རེ་རེད་ཟེར་ན། ཕ་གི་ནས་སྐད་ཆ་ཅིག་ཤེས་ཡོང་དུས་བློ་ལ་བབས་ན། རེད་རེད་ཟེར་རྒྱུ་མཚན་མ་མཐོང་ནས། སོ་སོ་བློ་ལ་བབས་པ་མི་འདུག་ན་ཨ་དེ་ང་རྣ་བར་འགྲོ་གི་མི་འདུག་ཟེར་དེ་མ་རེད་ཟེར། དེ་འདྲ་ལབ་ཀྱི་འདུག་ཟེར། དེ་འདྲ་ཡོང་ཡོང་བསྡད་ཀྱི་འདུག་དེས་ད་སོ་སོ་སོ་སོ་ལ་རྨོངས་དད་བྱེད་རྒྱུ་རེད་ཤག་ཟེར། ག་རེ་རེད་ཟེར་ན། སོ་སོའི་བློ་ལ་མ་བབས་ངེས་དངོས་ཡོད་གནས་ཚུལ་ཡིན་ངེས་མང་པོ་ཡོད་རེད་བ། དངོས་ཡོད་གནས་ཚུལ་མ་ཡིན་ངེས་ཅིག་སོ་སོའི་བློ་ལ་བབས་ཏེ་ངེས་དེ་འདྲའི་མང་པོ་ཡོད་རེད་བ། བྱས་ཙང། དེ་འདྲའི་གི་སྐད་ཆ་བཤད་ཀྱི་འདུག། བྱས་ཙང་ད་དེ། ག་རེ་བྱེད་དགོས་རེད། ད། ང་ཚོས་ད་ཞིབ་འཇུག་བྱེད་དུས་སོ་སོས་སོ་སོའི་གི་དེ་བྱེད་དུས་དེའི་བསམ་བློ་བཏང་དགོས་ཡོད་ཅིག་རེད་དོ། དངོས་སུ་ད་ང་ཚོ་ཁ་ནས་ད་ལབ་གི་མ་རེད་དེ།

དངོས་ཡོད་གནས་ཚུལ་ཕྱོགས་དང་ཐག་ཉེ་རུ་བགྲོད་ཡ་ལ་ཕན་ཐོགས་ཡོང་གི་འདུག་དེ་འདྲའི་ཁ་ཞིག་དེ་འདྲས་གསུངས་བསྡད་ཡོད་དོ།